ཡིད་བཞིན་གྱི་ནོར་བུ་སེམས་དཔའི་གཟུགས་ཁྱོད་རྒྱལ་བོའི་ལག་གཡང་གི་ནོར་བུ་དུ་ལག་བུ་ཡོང་ན། ཁྱོད་དམག་དབང་གི་སྐུ་ཚེ་བརྟན་ནོ། རྒྱལ་སྲིད་དར་ཞིང་རྒྱས་ཐུབ་ཀྱི། འཁོར་འབངས་ཐམས་ཅད་ལ་བདེ་སྐྱིད་འབྱུང་གི། དུ་བཟོས་ན་ཐུགས་ལ་དགོངས་སམ་བློ་ལྡན་མཆོག་བཟོས་ནས། ཨ་བོ་སྔོན་པ་གི་ཡར་ཞལ་ཚིག། གསུམ་མོ་ལྔ་བརྒྱ་བོ། ཐིག་ཤིན་ཏུ་དགའི། ལ་ལ་གི་ཟ་མ་གི་འཕྲོ་མ། ལ་ལ་གི་སྐྱེམས་གི་འཕྲོ་མ། ལ་ལ་གི་སྣབས་བཟའ་ར་རྒྱན་དྲོད་ནས་ཨ་བོ་སྔོན་པ་ཤི་ནས། ཨ་ཙི། གཏམ་དོག་པོ་ངོ་མས་ཨ་བོ་སྔོན་པ་གི་ད་སྙམ་མོ་བཤད་གི་བཟས་ནས་ཧ་ཅང་གོ་གི་མེད་ཀིར་རང་ཚོ་ཚོ་ལ་དགའ་སོང་ཨེ་ཨ་བོ་སྔོན་པ་དགའ་རྟགས་མང་བོ་སྟེར་གོ་གི་རྒྱའོ་གི།

ཕྱི་མགོ་ལྔ་བརྒྱ་གི་ནང་ན་གསེར་གྱི་གཉའ་ཆུང་གྱི་གོག་གི་གཟིགས་གོ་ནོ་འདི། རྩི་མོ་ལྔ་བརྒྱ་གི་སྙིང་ཚ་གི་གཟིགས་གོ་ནོ་རེད། དེའི་འཇབ་ན་གསང་མ་གི་ཁོང་རེ་རེ་ཡོག་གི་གཟིགས་གོ་ནོ་འདི། རྩི་མོ་ལྔ་བརྒྱ་བོའི་སྣ་བཤད་གོ་ནོ་ད་རེད། དེའི་ནང་ལྕགས་མཛེར་བརྡབ་བཏང་ན་གཟིགས་གོ་ནོ་རྩི་མོ་ལྔ་བརྒྱ་གོག་གི་མ་འཇིག་ཟེ་ནོའི་བརྡ་ད་རེད། གོང་གི་མ་ཞིག་ན། ཡིབ་བཞིན་གྱི་ནོར་རི་སེམས་ཐིག་ཙི་ངི་ལ་ག་ཡོང་གི་གཟི་ཀོ་ནོ། བཙུན་མོ་དམ་པ་ཟི་ཅིག་ན་ཡོ་ཀོ་ནི་ད་ཡིན་འགྱུར། རྒྱལ་བོ་གི་ཁུ་བ་མདང་དུ་རྒྱལ་བས། དེ་ནས་རྒྱལ་བོའི་ཁོང་བཙུན་མོ་བཞམས་པ་ཐམས་ཅད་ཀྱི་མ་ཀོ་ནི་ཡི་ལེ། ཨ་བོ་སྔོན་པོའི་བུ་ལ་བསྟིམ་ཞིབ་མོ་ཡི་ལེ་ཅིག་འདྲི་དགོས་གི་ཟ་མས། རྒྱལ་བོ་ར་བཙུན་མོ་སྔོན་པ་ར་ཐམས་ཅད་འཇིག་དོ་ནུས་སྐྱིད་ཚིག་གི་རྒྱལ་བོ་གི་བཤད་ཚིག། ཡ། ད་གང་ལྟར་ཀྱང། ཡིད་བཞིན་གྱི་ནོར་རིན་པོ་ཆེ་དེ་ལྟ་བུ་ཟིག་ཕོབ་སྟངས་ཀྱི་ནང་ཡོང་ན། ད་རང་ཅག་ཐམས་ཅད་ཀྱི་འཁྲིས་ར་གཙང་སྦྲ་ཡི་རྒྱུ་ག་ཆེ་གི། ཁྱོད་བཙུན་མོ་ལྔ་བརྒྱ་བོའི་རང་རང་གི་འཁྲིས་ཀྱི་རྫོང་ཡིག་ཁ་སོང་བ་ཁྲིས་ཤིག། ང་ར་ཁྲིས་ཡི་གི་འཇོག་རྒྱུ། ཨ་བོ་སྔོན་པ་ཆུ་ངུ་ཁྲིས་རེ་ར་ཁྲིས་སྟག་ཤ་མ་བུན་པ་ཁྲིས་ཡི་གཅིག་གི་ཡོ་བྱད་ཐམས་ཅད་པོ་སྟ་གོན་ཞིག་ར་གཉིས་ཀ་ཡང་ཁྱེད་ཀྱིས་བཟང་བའི་ཁ་འཇོག་བཟོས་ནས། དེ་གི་ད་རྩི་མོ་ཅོག་གཏོར་དང། རྒྱལ་བོ། རྔོན་པའི་བུ་ལ་ཡོ་བྱད་ཐམས་ཅད་པོ་འཁྱེར་གི་ཞིག། ཁྱེད་ཀྱིས་བཟང་བ་གི་འདྲ་མ་སོང་ཡིན། རྔོན་པའི་བུ་གི། ད་རྒྱལ་བོ་གི་ཡ། ཡ་ཨ་བོ་རྔོན་པ། ད་ཅོག་གཏམ་གཟིགས་བཤད་རྒྱུ་ཡོད་ན་འཛེམ་ས་མེད་གི། ད་ཁྱོད་ཤོད། ཟེར་དུས། རྔོན་པའི་འོག་གི་དབུས་མོ་ས་བརྩིགས་ཀྱི་ལོགས་པ་ཐལ་མོ་རྒྱལ་རིགས། ད་རྒྱལ་བུའི་མེ་ཏོག་གི་ལྡུམ་ར་གི་ནང་ང་རི་མགོ་གི་ཧག་ཡོང་བས། མེ་ཏོག་ཐམས་ཅད་པོ་ས་ཚུགས་ར་གློག་ཚུགས། དེ་ནས་བཟུང་སྟེ་ཁི་གི་ཧག་ཟླ་ཡི་སོང་ཚུགས་གི་མགོ་བརྩིགས་ཡས། ཁ་ཤི་ར་འཁོར་ཡོང་བས་ཁི་ག་ཨ་ཡིག་ཆུའི་ལྡོང་ཡི་མགོ་ཧི་ཚུགས་གི་བར་དུ། ད་སྐད་ཆ་ཞིབ་མོ་ཡི་ལས་བཤད་དང་ཟེར་ར། ཁྱད་པར་དུ། ནགས་ཁྲོད་དེའི་ནང་ན། རྟ་བུ་མོ་གཟིག་ཨ་རྟ་གཟིག་མཛེས་ཤིང་རྟ་བའི་མཆོག་མི་ཤེས་ན་གཟིག། མཁུར་ཚོས་དབྱེ་བ་ན་གསེར་གྱི་རྡོ་རྗེ་གི་རིགས། གཡོན་པ་ན་དབྱེ་བའི་བི་མ་གི་རི་མོ། དཔྲལ་བ་ན་ནོར་རིན་པོ་ཆེ་གི་གཟིག། སྣ་རྩེ་ན་མཚལ་གྱི་ཉི་མ་འོད་ནི། ཨོ་སྐོལ་ལ་ཤེལ་གྱི་ཟླ་བ་ཅན། སོ་སྟོང་སོ་འཁོར་བ། སྐུ་ཤ་དཀར་ལག་དམར་མདངས་ཆགས་གདོད་ནས་ཞལ་ནས་ཙན་དྲན་ཧ་རི་གི་དྲི་མ་གྲོགས། སྤྱོད་ལམ་ཤེས་ཤིང་དལ་བ་གཉིས་བུ་མོ་མི་འདྲ་བ་ལྷ་སྲས་མོ་འདྲ་བ་གཅིག་ཡོད་གི། དེ་ཉིད་རྒྱལ་བོ་ཆེ་གི་བཙུན་མོ་ལྔ་སུལ་ཐུབ་འབྱོར་གྱི་ན། དེ་རིང་ནིང་ཁ་གི་བཙུན་མོ་འདི་ཐམས་ཅད་ཀྱི་ཡོན་ཏན་གཟུགས་ཡོད་ཚད་པོ་ཕྱོགས་གཅིག་ཏུ་བསྡུས་དང་ན། ངི་ནག་གི་ནང་གི་རིག་ནུས་ཞིབ་མོ་དེའི་ཆ་ཤས་ཙམ་ཟིག་ར་འགྲན་ད་མི་ཐུབ་གི། མཛེས་མའི་ཡོན་ཏན་ཡོངས་སུ་རྫོགས་དོ་ནོ་ད་བཤད་ཆེ་དགོས་ར། དེ་རྒྱལ་བོ་ཆེའི་བཙུན་མོ་ལྔ་སུལ་གཏོང་གྱི་ན། བདག་ཅག་འཁོར་འབངས་ཐམས་ཅད་པོ་ཡང་རྗེས་སུ་ཡི་རང་ཡི་ལས་སྐྱེ་འཇོག་གི་ཟེར་ཟིག། དེ་མ་ཐག་ཏུ་རྒྱལ་བོའི་རྣམ་འགྱུར་དཔག་ཏུ་མེད་པ་སྟོན་ཀྱང། ཁ་ངོ་འཛུམ་བླང་བའི་མདངས་བྱུང་ནས་ཨ་བོ་སྔོན་པོའི་རེ་ཞལ་ནུར། ཡ་ཨ་བོ་རིག་པ་ཅན། བུ་མོ་དེ་ལྟ་བུ་ཟིག་ཡོད་ན། གཉིས་ཀ་ད་ལྟ་ཉིད་དུ་འཇོག་དགོས། མ་སོང་ན་བུ་མོ་དེ་ལོངས་ཕྱོགས་གཞན་དུ་བཀྲེས་འགྱོ་ན་ཐང། ཡང་ན་རྒྱལ་བོ་གཞན་གྱི་བདག་འཛིན་ཨེ་བཏང་ན་མི་འགྲིག་གི། ད་ལྟ་ཉིད་དུ་འཇོག་ཟེར་ཟིག། ད་ལྟའི་རྔོན་པའི་བག། ཅེས་བརྒྱའོ། ང་རང་དཔོན་གཡོག་གཉིས་ཀ། འདི་ལྟར་དུ་རང་ཨ་ཀྲོང་ཀྲོང་ཡི་འུ་ཚང་ན་གང་འགྲིག། བརྒྱའོ་ཁྱེད་ཀྱི་ཡང་ལུས་རྒྱན་ཆ་སྣ་ཚོགས་ཐོགས། རྔོན་པ་ངའི་ཡང་ལུས་ཆེ་ཙིག་གཟིག་ཨེ་མོ་ཀུན། ལམ་གྱི་བར་ནས་ཅོག་བ་ར་སྐུ་མ་གཅན་གཟན་ལ་སོགས་པ་འཇིགས་པ་སྐྱོབ་ཅིག་གི་ཧྲོང་བ་འདི་བརྒྱའོ་ཁྱོད་ཤི་ག་སོང། ངས་ཨ་མྱེས་ཀ་གྲོ་ཁ་བཟོས་ར་རྩྭ་གི་རྩི་ག་སྐུད་ཆས་བཙུགས་ར་དུ་མོ་ཟིག་སྐྲ་འབྲི་གི་ལས་ཁྱེར། དེའི་ལས་སོང་ན་འབྲི་ག་ཟེར་དུས། རྒྱལ་བོ་གི་དེ་ར་མི་ཆོག་པ་མེད་གི་ཟིག། ཨ་བོ་རྔོན་པ་གི་དུ་འགྲིག་ནི། རྒྱལ་བོའི་མི་མདོག་གེ་གི་གྱུར་རྒྱལ་བོ་གི་མདོག་བ་གེ་གི་གྱུར་དགོས་ནི། བུད་མེད་རྒྱན་གི་འགུག་དགོས་ནི། འཁོར་འབངས་བསད་གི་སྐྱོང་དགོས་ནི་ཟེར་ནོ་ལྟར་དུ། བྱ་བ་དེ་ལྟར་དུ་བསྒྲུབ་ན་འགྲིག་གི་ཟིག། དེ་ནས་བཀའ་ཤག་གིས་རས་དྲི་མ་མེད་པའི་གེ། ཐིག་ཀ་ནས་བཀྲ་ཤིས་པའི་དཔའ་བོས་སྤུངས་བ། ཁོག་སྟོད་ན་ནོར་རི་རིན་པོ་ཆེ་འབར་བ་ལ་བཀྲ་ཤིས་རྫས་བརྒྱད་ཀྱི་རྒྱལ་མདོ་ནི། རག་ན་འཇམ་ཞིང་དཀོན་ན་ཡང་ནི། དགུན་རྫ་གསུམ་གྱི་དུས་སུ་གྲང་ངར་ཐུབ་ནི། ཕྱི་རྫ་གསུམ་གྱི་དུས་སུ་ཚ་བའི་སྡུག་བསྔལ་སྐྱོབ་ནི། འཇམ་པའི་གླིང་ན་རིན་ཐང་འཇལ་མི་ཐུབ་ནི་གཟུགས་ཡོད་ནོར་དུ་རྒྱལ་པོ་གི་སྐུ་ལ་བཀོད། དེ་ནས་ད་རྒྱལ་བོའི་སྐེ་ལ། ལྷ་གི་རིན་པོ་ཆེ་ཨི་འདྲ་ནི་ལ་ར། མཐོན་དཀའ་ཆེན་པོའི་བཀོད་པ་མཛེས་པ་ཐམས་ཅད་ཀྱི་སྟོད་ཁུལ་གྱི་རྒྱན་ཆ་སྐེ་བརྒྱན་དག། འཇིག་རྟེན་མི་དབྱིབས་ཀྱི་རིན་པོ་ཆེ་སྣ་ཚོགས། བསེ་བྲ་རྔུ། མི་སྟུག་ར་མི་སྨིན། བྱི་རུ་ཐམས་ཅད་ཀྱི། ཞག་བདུབ་ར་སོར་བདུབ། སོར་བདུབ་བཟོས་ཏེ། མཛེས་བརྒྱན་ཨེ་ནོ་ཞེས་གི་མོ་འཛུགས་ཀྱིས། མཛེས་བརྒྱན་དཔག་ཏུ་མེད་པའི་རྒྱན་ནི། སྐད་ཅིག་དེ་ཉིད་ལ། སྔོན་པོའི་འོད་ལ་རྒྱན་ཆས་ཐམས་ཅད་པོ་བསྐུལ་རེ། ད་ཁི་ནས་བླ་མ་འོད་དང་གཟུགས། རོང་བོར་མ་སོང་བར། ནགས་ཚལ་ཆེན་པོ་དེའི་ཁྱི་མི་ཀི་འདྲ་མ་ཐོན་སོང་མོད། སྐད་གཅིག་དེ་ཉིད་ལ་དེ་ཐོན་སོང་ནོ། ད་ལྟ་ཞིག་བུ་མོ་དེའི་ལག་ག་སོང་བ་བྱིན་རླབས་ཅན་བཞག་བྱུང་ནོ་དེའི་ཐུགས་རྗེས་གི། ཉེར་བ་ཉེར་དུ་ཁྱི་མིག་དེའི་ཁ་ཐོན་སོང་གཟུགས། དེའི་ནུབ་མོ། རྒྱལ་བོ་རལ། མངོན་པ་ཉིད་ཀྱི་དེའི་སྡོང་བུའི་རྩ་གི་གཉའ་དང་ནི། ཕྱིར་ཉིད་སྣང་དུས་ནམ་བླང་ཡིན་ཉི་མ་ཤར་དུས་ཨ་བོ་སྔོན་པོའི་འོག་གི་རྒྱལ་པོ་བཤད་ཚིག། ཡ། རྒྱལ་པོ་རིན་པོ་ཆེ། ང་ཤིང་ཏོག་འདྲ་ཐག་གི་འཇོ། རྒྱལ་པོ་ཁྱོད་ཁྱི་མིག་འདིའི་ཁ་གི་གཞུག། བུ་མོ་དེ་ཁྱི་ལེན་གི་ཡོང་དུས། ད་ཁྱོའི་གསང་ལམ་ཁ་བརྡ་ཞིབ་མོ་གཟིགས་ཞེས་རྫས། སྔོན་པོའི་བུ་སྲིད་ཏོག་ཐག་གི་བུ་སོང་ཟིག། དེ་ནས་རྒྱལ་པོ་ཁྱི་མིག་གི་ཁ་གི་བརྡ་བཞག་ནོ། ཡུན་རིང་མ་འགོར་ར། ཤར་ལྷོའི་མཚམས་ཀྱི་ནགས་ཚལ་གྱི་ནང་ནས། རྔོན་པ་གྱི་གཤེད་མོ་ལྟར་དུ། ཨ་ཧ་ཧ། བུ་མོ་མཛེས་མ་ལྟ་བུའི་ཕྱོགས་མི་ཤེས་ནི། འཇམ་པ་དབྱེ་བ་ལག་གསེར་གྱི་རྡོ་རྗེ་གི་རི་མོ། གཡོན་པ་ལག་གཡས་གི་བི་མ་གི་རི་མོ། དྲིལ་བ་ན་ནོར་རིན་པོ་ཆེ་གི་གཟུགས་ཅན། སྣ་རྩེ་ན་མཚལ་གྱི་རི་མོ། དབུ་སྐོལ་ལ་ཤིག་གི་ཟླ་བ། སོ་སྟོང་སོ་འཁོར་ནི། སྐུ་ཁ་དཀར་ལ་དམར་བའི་མདངས་ཆགས་རྡོ་ནི། ཁ་ནས་བཙན་འདྲེན་ཧ་རིའི་དྲི་མ་བྲོ་ནི། འདི་དག་ནི། བུ་མོ་རང་བཞིན་གྱི་རྒྱན་ཆ་རེད། ལིའི་ཧ་ར་ཨི་རིན་པོ་ཆེ་གི་རྒྱན་ཆ་ར་དུ་མོ་དག་གི་རྒྱན་ནོ་མ་རེད། མི་རིགས་ཀྱི་ལིའི་རང་བྱུང་གི་གྲུབ་ནོར་གྱི་རྒྱན་ཆ། གློ་བུར་གྱི་རྒྱན་ཆ། གཤེགས་སྡེབ་ཞབས་སྡེབ་ལ་སོགས་པ་གང་གི་མ་རྒྱན་ཀྱང་ལྟ་བས་ཆོག་མི་ཤེས་ནས། གོམ་པ་དག་མོ་ཡིས་འཇོག་ནས་སྤྱོད་ལམ་ཤི་ཞིང་དལ་བ། ལྟེ་བ་ཙམ་གྱིས་སྙིགས་བཟང་བཏང་ནས་སྣུམ་པ་ཙམ་གྱིས་སྣ་བཟང་བཏང་ནས། མཉམ་པ་ཙམ་གྱིས་རྣ་བ་བཟང་བཏང་ནས་རོགས་པ་ཙམ་གྱིས་ལུས་བཟང་བཏང་ནས། ཕྱིས་གཡེང་བའི་ནང་ན་ཐོམ་བུ་བཟི་ར། གཡོན་པའི་ནང་ན་བུམ་པ་གཟུགས་བཟང་བས་ཕྱི་གླིང་གི་དོན་དང་གཟུགས། དེ་དུས་རྒྱལ་པོ་ཟླ་བའི་སངས་རྒྱས་ཀྱི་ཞལ་ནུར། ཡ། ན་ཆུང་གཟུགས་མཛེས་བུ་མོ་ཆུ་ནག་ཅིག་ཉོན་འདྲ། ཆ་མ་མཐུ་བོ་ནོར་ར་ཕྱི་གླིང་གོ་ནོ། འབངས་མི་ཕལ་བ་རང་ཁའི་གུ། གཡོག་པོ་གཡོག་མོ་གི་ལས་དཀར། ཁ་བརྡ་བཟའ་བཏུང་རྒྱས་ལུས། ད་ཁ་བརྡ་ཡི་བཟའ་བཏུང་ཟ་མ་ཟོས་འདུག་རྒྱུ་རྒྱའི་རྒྱལ་པོ་གི་ལས་སྐལ། ང་ནི་རྒྱལ་ཁབ་སྲིད་པ་སྐྱོང་བའི་རྒྱལ་པོ་ཡིན། དེ་ཡིན་ན་ལྕགས་ལེན་རྡོ་ཡི་ལྕགས་བསྡུས་བཞིན་དུ། ད་རྣོ་ཁབ་ལེན་གྱི་གོ་ནོར་རྣོ་ཁབ་ལེན་གྱི་ལྕགས་ཐོས་པ་བཞིན་དུ་ངུ་ཞིབ་བཞིན་དུ་ཡོང་ན་ཁྱོད་ཨི་དགའ་གི། ང་གྲོང་ཁྱེར་སེམས་ཀྱི་བློ་གྲོས་ཀྱི་རྒྱལ་པོ་ཟླ་བའི་དེ་དཔུང་གི་བུ་ཆེ་བ་ཟླ་བའི་སངས་རྒྱས་གྱི་གོ་ནོར་ཡིན། ཁྱོད་ངའི་བཙུན་མོ་མི་བྱེད་ལ། ང་མངའ་ཐང་གི་དབང་དུ་བྱེད་རྒྱུ་ཡིན་ན། ངའི་མངའ་གཡོག་རྣམས་འབངས་ལ་གྲོང་ཁྱེར་འབུམ་ཐེར་སུམ་ཅུ་སོ་དྲུག་ཡོད། སྡིག་དཀར་བོ་ཅན་གསེར་གྱི་དབྱེ་བ་ཡོད། རྟ་སྔོ་བ་འཕུར་ཤིས། གླང་བོ་ཆེའི་རབ་ཏུ་སྣ་ལུ་ཁྲི་ལྟར་དམར་བ། མ་ཧེའི་ཞོ་མོ་ཆེ། འདོན་རྒྱུའི་བ་ལུ། དགེ་འདུན་འབྱུང་བའི་ཟམ་གཏིང་གི་ལྷུང་བཟེད། རྫུ་འཕྲུལ་གྱི་གཤོག་པ། ཕག་པ་ཕལ་ཀ། སྒོ་ཁྱི་འཛིན་ཤེས་སྟོང་མི་ཤེས་པ། འཕེལ་འགྲིབ་མེད་པའི་མེ་ཏོག་ལྡུམ་ར་ལ་སོགས་པ་དཔག་ཏུ་མེད་པ་ཡོད་ཟེར། བུ་མོ་དེས་རྒྱལ་པོ་གི་གཏམ་ཆི་མོ་ཟིག་བཤད་ན་སྙིགས་ཟིལ་གྱི་ཅིག་མི་བརྟག། ཤི་ར་གཏམ་གྱི་ལུང་ཙམ་ཟིག་མ་རྫོགས་པ། བུམ་པ་ཆི་གི་མྱུར་དུ་གང་གི་ཞིག་གིས། རི་དྭགས་ཀྱི་རྔོན་པ་རིགས་དང་ནོར་ལྟར་དུ་ཤི་ར་བྲེད་ད། དེ་ནས་ཨ་བོ་རྔོན་པའི་བུ་ཤི་ར་ཡོང་བས་རྒྱལ་པོ་བཤད་ཚིག། བུ་མོ་དེའི་ཁྱེད་ཀ་ཆིག་ཟེ་གི་དེ་དེའི་རྒྱལ་བོ་གི། ལུན་ཁིར་ཟ་རྫོགས་ཁ་མི་ཉན་གི། ལན་ཚིག་གཅིག་ཀྱང་བྱེད་ར་མི་སྟེར་གི། ལུན་གཟིག་ཁྱེད་དེ་དྲ་ང་ཞོག་གཉིས་གི་ཅིག་མི་ལྟ་གི་ཟེས། དེ་དེའི་ཨ་བོ་སྔོན་པ་གི་སེ་མ། ད་རྒྱལ་བོ་ལོང་སྟོང་དེ་གདན་དྲངས་ཡོང་ནོ་ང་ཞུ། ད་བཙུན་མོ་འདི་གདན་དྲངས་མ་ཐུབ་ན། ངི་གཉིས་ཀྱི་འབབ་པ་ཡིན་ནོ་དུན་མི་འཇོག་གི་བསམ་མེད་རྒྱལ་བོ་རིན་པོ་ཆེ། ག་ལེར་ཤི་ན་དཀར་ཡང་སླེབས། རྟ་མོ་སོང་ན་ད་རྩ་མོ་ཐོན་ནི། རམ་པ་གཟུགས་སེ་ན་ད་རྒྱུ་ལུས་བདེ་ནི། འཇམ་པོ་གཟུགས་ཤོར་དྲ་ད་གང་གི་གོ་ནི། ཡུན་རིང་གནས་མེད་བཙལ་ཀྱང་ཆོལ། ཡུན་རིང་ད་གནས་ས་གཅིག་གི་ད་ལུས་བྱ་བ་སྒྲུབ་ན་ད་བྱ་བ་ཐམས་ཅད་རྩར་ཆོལ་ནི། ཤི་ཡོད་འདྲེ་རྩེ་ལ་རྩེ་རིམ་གྱིས་སླེབས། བྱ་ཡི་དམ་ཆུ་པོ་རྩེ་མོ་རྩེ་ཞོར་སོང་ན་རི་མགོ་མགོ་སྡུག་ཨོ་ནུ་མ་རི། ཨ་མྱེ་གི་བྱ་བ་ཁམས་ཁོངས་མི་ཐུག་ལྟ་མོ་ལས་མཛད་དེ། རྒྱལ་པོ་བི་དན་གྱི། སང་ཉིན་ཡང། ཞི་མོ་དུ་ཆུ་ལེན་གི་ཡོང་ན་ཁ་ནང་གི་སྐད་ཆ་ཟིག་ཨུ་ལོན་གི་ལྟ། ད་གལ་ཏེ་མ་ལོན་ན་ཕྱི་ར་བུ་འཇུག་རྒྱུ་མ་གཏོགས་མེད་གི་ཟེར་ཟིག། དེས་ནུབ་མོ་ཡང། རྒྱལ་པོ་ར་ཨ་བོ་སྔོན་པ་ཉི་ག་ཁྱི་མིག་གི་འགྲམ་གྱི་གཉའ་དང་ཟིག། སང་ཉིན་ཡང་བུ་མོ་དུ་སྔར་བཞིན་དུ་ཡོང་དུས། རྒྱལ་པོ་གི། བུ་མོ་འདིའི་ཡོན་ཏན་མཁར་གཙང་ལས་ཀྱང་རྒྱ་འགྱུར་གྱི་ལྷག་རེད། ད་ཞི་མོ་དེ་རྟ་ཡག་ཟེར་ཡིན་ནོ། མཁར་གཙང་བལྟས་ནོ་བལྟས་ན་ཡང་དེ་རང་རྒྱ་འགྱུར་གྱི་ཡོན་ཏན་དེའི་ལྷག་གི་ལོག་འདོག་གི། རྒྱལ་བོའི་སྲས་མ། ད་བུ་མོ་འདི་ངའི་བཙུན་མོ་གཅིག་མ་ཐོབ་ན། ངའི་ཧྲོག་མེད་སོང་ན་ར་ས་འདི་གི་ཕྱི་ར་མི་འགྱོ་བསམ་རྒྱུ་བློ་ཐག་བཅད་བཏང་ཟིག། དེ་ནས་རྒྱལ་བོའི་སྲས་མ། མཁར་གཙང་ང་རང་གི་འཁོར་འབངས་ར་མངའ་ཐང་ལ་སོགས་ཀྱི་ཡོན་ཏན་ཟིག་བཤད་ནས་ར་འདི་མི་དགག། བཀའ་ལན་བུ་མོ་ལ་སྟོང་པ་ཟིག་ཡིན་ན། ཕྱི་ར་གཏམ་ལན་འདྲ་ཨ་སྟེ་ར་བསམ་མེད། ཡང་རྒྱལ་བོ་གི་བཤད་ནིར། ཡ། ལྷ་ཡི་དབང་བོ་ལྷ་མིན་མི་འམ་ཅི། ཚང་བ་ཁྱབ་འཇུག་དབང་ཤུགས་ཆེན་པོ་སྟེ། གཟུགས་བཟང་གཟུགས་ཅན་འགྲན་པར་མི་ནུས་པ། ད་ལྷ་ཡི་དབང་བོ་ལྷའི་རྒྱལ་བོ་ལྷ་མ་ཡིན་མི་འམ་ཅི་ཚང་བ་ཁྱབ་འཇུག་དབང་ཤུགས་ཆེན་པོ། གཟུགས་བཟང་ང་ཅན། ཡོད་ཚད་ཐམས་ཅད་ཀྱི་གཟུགས་ཀྱི། ཁྱོད་འགྲན་ཟླ་མི་ཐུབ་ཀྱི། དབང་ཤུགས་མ་ར་དཔལ་ལྡན་དཔལ་མོ་ཅན། རིག་བྱེད་མ་ར་ལྷ་མོ་ཨུ་མི་ཀི། མཛེས་མཛེས་ཐམས་ཅད་ཀྱི་མཛེས་བ་གཅིག་ཏུ་བསྡུས་ན་ར། བུ་མོ་ཁྱོད་དོར་ཟླ་མེད་ཀྱི། དུས་མི་ཚེ་ལྷ་ར་གླུ་ར་དྲི་ཟ་གི་བུ་མོ། འཇིག་རྟེན་མི་ཡིན་ན་ཁྱོད་ལ་འགྲན་ཟླ་མེད་ཀྱི། ང་རྒྱལ་བུ་ཡིད་སེམས་ཆུ་སྐྱེས་དབང་དུ་གྱུར་སོང་མོད། ཆུ་ང་ཡིད་སེམས་ཀྱི་གཏོར་རྒྱུག་ཆུ་ཕོ་ཀུན་ནས་རྒྱལ་བོ་བོད་དུ་བཟོས་དུས། བུ་མོ་དེས་རྒྱལ་བུའི་བྱི་དོར་ལ་ཡིད་ཅུང་ཟད་མ་དགའ་ནས། ད་རྒྱལ་བོ་གི་སྟོད་པ་ནས་འགྲོ་ཡས་ནོ་མ་དགའ་ནས་སྔུན་ན་ལྟས་ན་ར་བོན་པ་ཆུའི་མཆོག་མོར་གང་ཡིན། རི་དྭགས་ཀྱི་རྔོན་པ་རིགས་དང་ནོ་བཞིན་དུ་ཕྱིར་བྲོས་སོང་ཟིག། ཡང་ཨ་བོ་རྔོན་པའི་བུ་ཡོང་ཡས། ཡ། རྒྱལ་བོ་ལགས་དེ་རང་ཞིབ་མོ་དུས་ཆི་ཟིག་ཟེ་གི་ཟིག་དུས། རྒྱལ་བོ་གི་ཁར་གཙང་བཞིན་དུ་བྲེད་ད་ཟིག་ཟིག། རྔོན་པོའི་བ་གི་བཤད་ནི། མ་བརྩིམ་པ་དེ་མཆོག་ཡིན་ཏེ་བརྩམས་ནས་བཟློག་ན་དམ་པ་མིན། བྱ་བ་ཟིག་གི་མགོ་མ་བརྩིམ་མ་གཡོག་པ་ཡི་བདེན་འཇུག་ནོ་བྱ་བ་ཐམས་ཅད་ཀི་མཆོག་རི། བྱ་བ་ཟིག་གི་མགོ་བརྩམས་སྟངས་ཡི་དུ་བཟློག་སྟངས་ན་དམ་པ་མ་རི། རྡོ་ཐོག་རི་མོ་བྲིས་ནོ་བཞིན་དུ། ཤི་སོང་ན་ར་བྱ་བ་གཟུགས་ཀྱི་མགོ་བརྩམས་སྟངས་འདིས་མི་དོར་ནོ་དམ་པ་གི་ལས་དཀར། རྫས་དེའི་རྒྱལ་པོ་གི་ཕྱིར་རློན་ཀྱང་མི་རྫོགས་པ་ཁ་རོག་བསྡད་འདུག་གི། བཤེར་ཉིན་ཡང་སྔར་བཞིན་དུ་ཡོང་དུས་རྒྱལ་པོའི་ཐུགས་ཀ། ད་བུད་མེད་ཀྱི་རིགས་འདི་ཕལ་ཆེར་ཁྲ་ལི་འཁྲི་ལི་གི་གཏམ་བཤད་ན་དགའ་ནི་རེད། དེ་རིང་ངས་འདི་ཡང་ཁྲི་གཏུམ་འཛུགས་བྱེད་དགོས། དེ་སྔོན་གཟུགས་བྱད་ཀྱིས་ན་ཤེས་ར་བློས་འཛུགས་ཨ་རྫོགས་བ་ཟ་མི་ཡང་བྱའོ། ཡ་བུ་མོ། ཆུའི་བྱ་དངོས་དུ་ཉི་མའི་དཀྱིལ་འཁོར་བྲལ། འདྲ་འདྲ་རེ། ངུ་ལུས་འདི་བེམ་མའི་མཚན་རྣམས་རབ་ཏུ་དབྱེ་ནས། ད་མེ་ཏོག་བེམ་མ་གི་ཉི་མའི་འོད་ཟེར་མཐོང་དུས་རང་དབང་མེད་པར་ཁ་བྱེ་དང་ནོར་ལྟར་དུ། རྩ་མདུད་ཨུཏྤལ་སྔོན་པོ་རབ་ཏུ་བསྐྱེད། ད་ལུས་སེམས་གཉིས་ཀ་ཆགས་པ་རབ་ཏུ་འཕེལ་ནོ་འདི། ཁྱོད་ཀྱིས་དཔྱད་ནས་བཤགས་དུ་བཟུང་ན་སྙམ། ངའི་མེ་ཏོག་བ་མོའི་སེམས་དྲན་པའི་ཆུ་ཆ་ལས་བརླག་བཟང་བཏང་ན་བསམ་དགོས་ཟེར་ཏེ། བུ་མོ་དེས་སྔར་བཞིན་དུ་སྙིགས་ཀྱང་མི་ལྟ་ཞིང། གཏམ་ནི་མཚམས་གཟིགས་མི་རྫོགས་པ། རི་དྭགས་ཀྱི་རྔོན་པ་རིགས་དང་ནང་བཞིན་དུ་ཕྱིར་བྲོས་སོང་ཟིག། ཡང་རྔོན་པའི་བུ་ཡང། རྒྱལ་བོ་དེ་རང་ཆུ་ཟིག་བཟེད་གི་ཟེར་ཏེ། དེ་རང་ལ་ཆུ་ཙིག་མི་བཟེད་གི། ལུས་ཟིག་གཏན་ནས་མི་རྫོགས། ཟེར་ཏེ་ཨ་བོ་རྔོན་པ་གི་སེམས་མ། ད་བུ་མོ་འདི་ཁུག་རྒྱོ་དཀའ་རྒྱུར། གལ་ཏེ་ཁུག་སོང་ན་ར་རྒྱལ་བོའི་བཙུན་མོ་ཡིས་རྒྱོ་མ་གཏོགས། ང་དེའི་ནང་ན་རྒྱུ་མཚན་ཅི་ཡང་མེད་གི། འདིས་མོ་སྐབས་ལས་ཟིག་མྱོང་ན་དོན་ཆུང་གི་བསམ་མེད། ཨ་བོ་སྔོན་པ་གི་རྒྱལ་བོ་བཤད་ཚིག། ཀྱེ་མ་རྒྱལ་བོ་ཆེན་པོ། ད་གང་མེད་ས་གི་རི་བོ་མཐོ་ན་ར་འདི་སངས་རྒྱས་ཆགས་སོ་གི་གནས་མ་རི། སྐྱེར་མ་ར་མཚེར་བ་གི་ནག་སྟུག་པོ་ཡི་ན་ར་རྒྱ་སྟག་འཇང་སོགས་གི་གནས་མ་རི། ནོར་སྨད་ནས་རྒྱ་མཚོའི་གཏིང་ཟབ་ན་ར་གླིས་རྒྱ་བོ་ཆགས་སོགས་གི་གནས་མ་རི། ནག་ཁྲོལ་དབེན་པ་འདི་སྐྱིད་ན་ར་ཅོ་རྒྱ་བོ་འདུག་སོགས་གི་གནས་མ་རི། མི་གང་རྒྱ་བོ་ཐུགས་སེམས་སྐྱོ་གི་མེད་ལ་ཕྱི་ར་འཇོག་གོ་ནི་མི་ན། རྫས་དེའི་རྒྱ་བོ་བུ་མོ་དེ་ལ་ཡིད་སེམས་འཁྱག་ནོ་མ་རྟོགས། རྔོན་པའི་བུ་གི་ཡ་ར་བཤད་ནོ་དེ་གཏམ་ནན་གཅིག་ཀྱང་ཕྱི་ར་མི་སྟེར་གི། ཡང་ཕྱིར་ཉིན་བུ་མོ་དེ་སྔར་བཞིན་དུ་ཡོང་དུས་རྒྱལ་བོའི་ཐུགས་ཁར་བཙངས་ནས་ངའི་སྐྱེ་བ་གི་སྒོ་ནས་གཏམ་ཆེན་མོ་ཞིག་བཤད་ན་བློ་མི་རྫོགས། དེ་རིང་ཙིག་གཟུགས་ཙམ་པོ་ཞིག་གཏོང་རྒྱུ་ན། བུད་མེད་ལ་ཨ་ཡིས་བཟང་གི་རིགས་འདི་ལྕགས་འཁོར་ཡིན་ནི། ཤེས་རབ་བློས་འཛུགས་ཨ་རྫོགས་བ་བསམ་མེད། ཡ། ན་ཆུང་ཡག་མ་ཚི་ཆེ་མཁན། ལུས་བླངས་མཚོ་རྒྱས་རྡོ་ནོར་བུ་ཁྱོད་གང་དྲག་ངར་རྒྱུག་གི་གང་འདོད་ག། གཏམ་ཞི་བ་ར། ཞི་བ་སྙིང་རྗེ་གི་སྒོ་གི། གཏམ་གཡོག་པ་ཆེན་མོ་བྱས་ན་ཆོས་མི་འདོད་གི། གཏམ་སྙན་མོ་ཁྱོད་སྙན་འཇོག་མི་དགའ་ན། ང་ནི་སྟོབས་ལྡན་དུས་མཐའི་བློན། སྟོབས་དང་ལྡན་པ་དུས་མཐའ་གི་བློན་ལྟ་བུར། ཁྱོད་ནི་ཤེས་མེད་ནོ་འཕང་མ་གི་བུ་ལྟ་བུར། སྐད་ཅིག་ཉིད་ལ་ངི་ཁྱོད་བློན་གི་དེ་ལས་སམ་ཐག་ཡིག་ཅན། ཁྱོད་སྐྱག་གི་མི་སྐྱག་གི་ཟེར་དུས། བུ་མོ་དེས་ཕྱི་གི་བུམ་པ་ཚ་བ་མི་འདའ་མ་གང་ཟེར་ར། སྲོག་གཅོད་གགས་ཤེད་མ་རིག་དང་ནོ་བཞིན་དུ་ཁ་ཕྱེ་ར་འཁོར་རེ་བྲེད་ད། དེ་དུས་རྔོན་པའི་བུ་ཐོས་ནས། དེ་རང་ཆུ་གཟུགས་ཟེགས་གི་ལག་ཟེར་དུས། རྒྱལ་བོ་གི་ཨོ་དི་གི་ཆེད། དེ་རང་ར་ཆོས་ཚིག་ག་མི་ཟེགས། དུ་ཟེ་ཟིག། ཡང་རྔོན་པའི་བུ་གི་བཤད་ནི། ཀྱེ་མ་རྒྱལ་བོ་ཆེན་པོ་ཆུ་སྙོད་འདྲ། སྲས་ཀྱི་རོ་མཆོག་སྐྱེས་གི་མྱོང་ནི། ཆུ་བོའི་གཏིང་མཐའ་མཉམ་མོའི་ལྟོགས་ནི། ད་ཟ་མ་གི་གྲོགས་སྐྱེ་གི་མྱོང་འགོག་རེད། ཆུ་ཆེན་པོའི་གཏིང་ཡོད་མེད་གཉའ་གི་ཤིས་ནི། ཞི་མོ་བྷིག་ཏོ་ཡོད་མེད་ཨ་མྱི་ག་སོང་བས་ལྟས་དང་ན་ཆོག་གོ། ད་ཨ་མྱི་ག་ཆུ་མགོ་འདི་ཁ་གི་ཧན་ཆི་ལ་འབྱོར་མི་ཉན་ནི་མ་རེད་མོ། ཞི་མོ་གང་སོང་ན་རྗེས་སུ་སྙེག་ཨེ། ཁོང་ཆུ་མོ་ལག་གཡོག་གི་ལྟས་དང་བ་རྩེ་དེ། རྒྱལ་བོ་གི་དུ་ད་ངོ་མི་དེང་གི་རྩེ་ནས། རྒྱལ་བོ་རྗེ་འབངས་གཉི་ག་བུ་མོ་དཀར་སྲུང་གི་རྫ་དེ་ལས་འུ་སོང་ཟིག། ཞེ་མོ་ཆེ་ལང་འོད་སོང་སུ་རྫ་དྷ་ར་སོང་དུས། བཞི་འདོམ་ལྔ་བརྒྱ་ཙམ་གཟིགས་སོང་ནུས་ས་ན། ས་གཞི་ཐམས་ཅད་གླགས་མཐིལ་ལྟར་དུ་མཉམ་གཤགས་སའི་ཡི་གི། ཕྱོགས་མཚམས་རེ་རེ་གི་ཚད་ན་དཔག་ཚད་རེ་རེ་ཡོད་གི། དེའི་ས་གྲུ་བཞི་བོ་དེའི་མཐའ་སྐོར་ན། ད་ལྟར་ག་ར་ལི་ར་དབའ་བོའི་སེའུ་ར་ཨར་མའི་སྡོང་བོ་ར། ཤིང་ཏོག་སྦུར་ཏི་བ་ལ་ར་སྐྱི་རི་ར་ར། གཡེར་ཤིང་གི་སྡོང་བོ་ར་རྒུན་འབྲུམ་གི་སྡོང་བོ། ཨ་རི་ར་གི་སྡོང་བོ་ལ་སོགས་པ། བཟའ་ཤིང་སུས་ཏོག་ཅན་གི་ར་བ་ཐམས་ཅད་ཀྱི་འཁོར་ར་འཁོར་ཡུག་ཏུ་བསྐོར་འདོད་གི། དེའི་ལྗོན་ཤིང་སྡོང་བོ་ཐམས་ཅད་ཀྱི་ནང་རོལ་ན། ཧྭ་ཟས་ཀྱི་སྐྱེས་སྤྱང་གཅན་གཟན་ཁྲོ་བོ་ཐམས་ཅད་པོས། སྡུག་བ་ངར་སྐད་མི་སྒྲོག་བ། དང་བོ་གླ་བ་ར་ཤ་བ། རྒྱ་ར་ཁ་ཤ། རལ་གོས་བྲག་མགོ་བ་རྣ་བ་ལ་སོགས་པའི་རི་དྭགས་ཐམས་ཅད་པོ་ཡང་ཕན་ཚུན་གཅིག་གིས་གཅིག་རྩེད་མོ་རྩེས་ནས། བག་ཕེབས་ལྷོད་ཡངས་ཀྱི་ཚུལ་དུ་ས་དེ་ན་གཡོག་གོ། དེའི་ནང་རུ་མ་ཧ་ར་སོང་དུས། ཨ་ཛི་རིགས་མི་འདྲ་བའི་བྱ་མཚོག། མ་བྱ་ར་ཁི་ཡིག། ཁྲོང་ཁྲོང་ར་ངུར་བ། ཀ་ལ་ཨོང་ཀ་ལ་སོགས་པའི་བྱ་ཐམས་ཅད་ཀྱིས། སྐད་སྙན་མོ་གི་སྒྲ་ཧིན་སུམ་སོགས་པ་སྒྲོག་གོ། དེའི་གནང་རིམ་ན། མེ་ཏོག་ཨི་པི་ལ་ར་བི་མ། བི་མ་ཀེ་སར་ལ་སོགས་པའི་མེ་ཏོག་ཀ་རོ་ར་དམར་རོ། སྔོན་པོ་ར་སེར་རོ། ལེ་བརྒན་རྣམས་ཀྱིས་ས་གཞི་སྤུལ་ནུབ་པ་ཙམ་བཀང་འདོགས། ས་གཞི་ན་ཨ་ཀ་རི་ར་ཚང་དང་ཙན་དན་དཀར་མར་ལ་སོགས་པའི་དཔེ་བྱའི་ལྗོན་ཤིང་རྣམས་ཐུན་གསུམ་ཚོགས་པ་དང་ལྡན་འདོགས། དུ་ནས་ཡར་ར་སོང་དུས་དེའི་སྐྱེས་ཚུལ་ན་ས་གཞི་ཟིག་ག་འདོམ་གང་ཙམ་གཟུགས་ཅན་དུ་འཕགས་འདུག། ཡངས་བའི་རྡོ་ལེབ་ཆེན་པོ་ཟླ་བ་ལྟ་བུ་ཟིག་ཡོད་འདུག་ལ་ཁ་ན་གཞི་འདོམ་གཉིས་རེ་ཡོད་པའི་སྟེང་ན་ད་གཟོད་འདོམ་པ་ཚལ་གྱི་ན་འདོམ་པ་གཉིས་རེ་ཡོད་ག་བསམ་གྱི་གཏི་མུག་ས་སྐྱག་གཉིས་ཀྱི་ཐོག་ན་རྩྭ་འགྱག་མ་གི་སྐུར་ཆུང་ཆུང་རེ་ཡོད་གི། འགྱག་མའི་སྐུར་གཅིག་གི་ནང་ན་བྲམ་ཟེའི་སྒོམ་ཆེན་པ་ཟིག་གི་སྒྲུབ་པ་མཛད་ལས་བཞུགས་འདུག་གི། གཅིག་གི་ནང་ན་ད་སོ་མའི་ཆེད་ལས་མགོ་ནི་བུ་མོ་དེ་སྒྲུབ་པ་མཛད་ལས་ཞིག་འདུག་གི་དེ་དེའི་རྒྱལ་པོ་ར་སྔོན་པ་གཉིས་ཀ་དེའི་གཟིམ་ཁང་གི་སྤྱི་བའི་སྒོམ་མདུན་དུ་ཐོན་ནས་སྒོམ་ཆེན་འདྲ་བུ་མོ་གཉིས་ཀ་ཡན་ལག་ལྔ་གི་ཁྲིད་ཡིན་ནས་འཇག་མའི་སྤྱི་བོ་གི་ནང་ན་རྩ་ཀི་ཤ་གི་གདན་འདྲས་དང། ལུས་རྣམ་སྣང་གི་ཚེ་བརྒྱད་ལྡན་པའི་སྒོ་ནས་ཏིང་ངེ་འཛིན་སྙོམས་པར་ཞུགས་ཤིང་སེམས་མཉམ་པར་བཞག་གི་ཆེད་སྒྲུབ་ཡིག་འདུག་དེ་དུས་ཨ་བོ་སྔོན་པོའི་བ་གི་རྒྱལ་པོ་ཞལ་ནུར། བྱེ་མ་རྒྱལ་པོ་ཆེན་པོ་ད་ཆུ་སྟེ་ར། ཞི་བའི་གཏམ་གྱིས་མི་གྲོལ་ན་ཞི་མོ་འདི་ད་ཐུགས་སྲས་གཉིས་ཀྱི་གཏམ་ཞི་བ་ཞལ་ནུར། ཞི་བའི་གཏམ་གི་འདིའི་སེམས་ཀྱི་འདི་པ་ཞིག་མི་ཐུབ་ན། ད་བཙན་པོ་ཡི་དོང་གྱི་ན། བརྒྱ་ཕྲག་གི་ཤིས་དུན་ཆེར་འཁྱེར་ཡི་ལས་སྐད་ཅིག་ཉིད་ལ་གཉིས་ཀྱི་ཁྱེར་འཇོག་གྱི་ན། དུ་རུང་གི་མི་རུང་གི་འགྲིག་གི་མི་འགྲིག་གི། ད་རྒྱབ་རྩ་ཅང་མེད་ནོ་ཁྱོད་གཉིས་ཀི་རིག་ནོ་འདི་རུ་ཟེས་ཟིག། དེ་དུས་རྒྱལ་བོ་གི་ཨ་བོ་སྔོན་པོའི་བས་བྱས་ནི། ཧོན། དེ་འདྲ་བྱེད་མི་ཉན། གཅིག་ཡིན་ན། འདི་གཉིས་ཀ་ཆེས་གྲིབ་ནོག་གི་གང་ཟག་རི་ཨ་གཉིས་ཀི་ཐུབ་ཚོད་ལས་ན་ནར་མིན་ཆེ་ནི། གཉིས་ཡིན་ན། ཆེ་བ་རི་བི་བི་འདི་ཅན་པོ། གནོད་པ་ཡིན་ན་ཁ་ཤེ་ར་འཁོར་བའི་རྒྱལ་སྲིད་ལ་གནོད་ནི། གསུམ་ཡིན་ན། དོན་ཆེན་པོ་བསྒྲུ་བ་བསམ་ན་ངང་རང་བས་དགོས་ནི། ཟས་ནོར་གྱི་དཔེ་ལྟར་དུ། ལྟོགས་ན་ར་དམ་ཉམས་ཀྱི་ཟ་མ་མི་ཟ། འཁྱགས་ན་ར་རེ་བ་ནག་པོའི་སྐས་མི་གོན་ཟས་ནོར་ལྟར་དུ། བྱ་བ་དུ་མོ་སྒྲུབ་མི་ཉན་ཟས་ཟིག། དེ་དུས་རྔོན་པའི་བག། ཀྱེ་མ་རྒྱལ་པོ་ཆེན་པོ་ཆོས་ཉོན་འདྲ། ཆུ་བོའི་མཚན་ཉིད་ངས་མི་ལོན། བག་ལང་དགའ་བའི་རྒྱན་མ་མཐོང། ངང་བའི་དགའ་བའི་སྡེར་མོ་ནུབ། རྒྱལ་པོའི་མཚན་ཉིད་ངས་མི་ལོན། ཡ་མཚན་རྒྱལ་པོ་ཆེན་པོ། ཆུ་ཆེན་པོའི་མཚན་ཉིད་ཆུ་མོ་བས་མི་ངེས་མི་ཤེས། བག་ལང་བསྐལ་བ་གི་རྒྱུན་མ་རིག། ངང་བ་མཐའ་མ་དགའ་ནོག་གི་སྡེར་མོ་ནུབ་གཟུགས། རྒྱལ་བོ་ཆེ་གི་ཐུགས་ཀ་ཆུ་ཤར་དོ་ནས་ན་ངེས་མི་ཤེས། ཁྱོད་ཕོ་བྲང་ནང་ན་བཞུགས་དོ་དུས། འཇམ་པོའི་གདན་དང་ན་ར་ཆེ་གི་རྩིབ་མོ་རུ་ཐུགས་ཀ་ཤར་དོ་གྱུར། ངར་མོའི་ས་མ་སྐུམ་དུ་ན་བཞག་ན་ར་བཞེས་ཁ་མི་ཉན་གི། ད་ལྟར་སྐུབ་ནག་ཁྲོ་འདིའི་ནང་ན་བཞུགས་དོ་དུས། སྐྱེ་ཤིང་ལུས་ལྡན་བཏང་ནས། ད་ཤིང་ཏོག་ར་ཆེན་ཆགས་སུ་བཟུང་བའི་འདུག་རྒྱུ་འདིའི་རོ་འདི་ཆུ་འཁྱགས་ལྡོག་གི། འདི་ཆུ་ཟིག་གི་གནས་ཚུལ་རེད་ལགས་ལྷ་ཡུལ་བ་ཟས་ཟིག། རྒྱལ་བོ་གི་ཕྱིར་ར་ལོན་ཀྱང་མི་སྟེར་གི། དེའི་ནུབ་མོ་དག་གཞིག་དང་མི་སྲིད། ཕྱིར་ཉིན་ཉི་མ་ཤར་དུས། ཡང་བུ་མོ་དེ་ཆུ་ལེན་གི་ཡོང་དུས། རྒྱལ་བོ་གི་བུ་མོ་དེ་ཆུ་ལེན་གི་འཇོག་བོ་ནུའི་ལམ་ཁ་གི་ཧ་སོང་བའི་བརྡ་བཞག་གིས་སྐད་ཆ་འདི་བཤད་ཟིག། ཡ་བུ་མོ་གཟུགས་མཛེས་ཡིད་དུ་འོང་བའི་བུ་མོ། ངས་ཁྱོད་གཏམ་སྐད་ཆ་ཆི་མོ་ཟིག་དྲིས་ན་ཁྱོས་ང་གཏམ་ལས་འཛུགས་མི་རྫོགས། གཏམ་ལས་འཛུགས་མི་རྫོགས་ནས་མི་ཚེ་ཁྱོས་ང་སྙིགས་ཟིལ་གྱི་ཅིག་མི་ལྟ་གི། ད་ནི་ཁྱོས་རང་སྲོག་རང་གིས་དོར་རྒྱུ་གི་དུས་ཚོད་ཐོན་སོང་ནིར། རང་སྲོག་རང་གིས་བླངས་ཐང་ན། འདི་ཆེས་གྲིབ་ནུ་ཟིག་གི་ལས་སྦྱོ་ཡིན་ནི་རུ་ཟེར་དུས། བུ་མོ་དེ་ལུས་འདར་རེ་ཧར་ངང་སྐྲག་ལངས་བའི་སྒོ་ནས། བུ་མོ་དེས་རྒྱལ་པོ་བཤད་ཚིག། ཀྱེ་མ་རྒྱལ་པོ། ངའི་དོན་དུ་སྐྱེས་པར་མ་ཐུག་སྟེ། ཁྱོད་ངའི་དོན་དུ་ཤི་འགྱོ་མ་རེར་ང་ཁྱོའི་དོན་དུ་ཤི་འགྱོ་མ་རེ། ཁྱོད་ཀྱིས་བཙུན་མོ་ངའི་ཡོང་ནི་མ་རེ། དེའི་རྒྱུ་མཚན། ང་རང་གི་རང་ཐག་ཆོད་ནི་མ་རེ། ཁྱོས་ཡབ་སྒོམ་ཆེན་པ་ཞིག་སོང་ཟེར་ཟིག། ཡབ་སྒོམ་ཆེན་པ་གང་ན་ཡོད་ནི་རེ་ཟེར་ནོ། ཡབ་སྒོམ་ཆེན་པ་འཇག་མའི་སྐྱེར་བུའི་ནང་ན་བཞུགས་དོ་ནོ་ཀན། ཙི་གེ་ཟིག་གི་འཕྲོ་བུ། ང་ཡབ་སྒོམ་ཆེན་པ་ཁོང་རིག་ཤང་ཏོག་འགྲན་གི་འཇོ་གྱུར། དེ་དུས་རྒྱལ་བོ་ཁྱོ་རང་ཡང་ཡ་ར་ཤོག་བ། ད་ཁྱེར་གི་རེ་བ་འདོད་པ་ཁྱི་ཟིག་ཡིན་ན་ཡབ་སྒོམ་ཆེན་པ་ཡ་ར་ཤིས་བཟས་ཟིག། དེ་ནས་བུ་མོ་དེས་ཁྱི་བླངས་ཡས། ཁ་ཤི་ར་འཁོར་ཡང་བོ་ཤང་ཏོག་ཟིག་ཐུས་ནས། ཤང་ཞོག་མཁར་གཞོང་གང་དུ། སྒོམ་ཆེན་པ་གི་སྐུབ་འདི་ན་སོང་ཡ་ར་འབུད་བཏང་ཟིག། དེ་དུས་རྒྱལ་པོ་ཡང་བུ་མོའི་རྗེས་སུ་དེ་ལས་སོང་བས་སྒོམ་ཆེན་པ་ཞག་ལན་གསུམ་ཚ་ཡི། གསེར་གྱི་དོང་ཚིགས་སུ་སྐུམ་འདི་ན་བཞག་ཡི། བྷི་མགོ་ས་བཙུགས་ཡིས་བརྡལ་བཙུགས། དེ་དུས་སྒོམ་ཆེན་པ་གི། ཤིང་ཏོག་སུའི་ཏོག་མཁར་གཞོང་གོང་འོག་ཏུ་ཆ་བཞི་ཡི་ལས་བརྒལ་ནས། ཆ་གཅིག། བླ་མ་སྐོམ་མཆོག་ཨ་མཆོད་པ་འབུགས་དང་གཟིགས། སུའི་ཏོག་ཆ་གཅིག་ཏུ་ཨ་ལ་ལ་ཧོ་ཟེར་ནས། ཁོང་རིགས་ཀྱི་བཞེད་སྦྱོར་ཡི་དང་གཟིགས། ཤིང་ཏོག་ཆ་གཅིག་ཏུ་ཨོ་མ་ཧམ་གསུངས་ནས། དེའི་མཐའ་འཁོར་ན་ཡོད་མོའི་ཤ་དང་རི་དྭགས་ཐམས་ཅད་ལ་གཏོར་དང་གཟིགས། དེའི་འཕྲོ་ན་ཆ་གཅིག་ཡོད་ནོ། རྒྱལ་པོ་ཁྱོད་སོ་ཛེ་ཡི་སྐུ་འདི་ན་བཞག་དང་ནོ། རྒྱལ་པོ་གི་སྒོམ་ཆེན་པ་ཡ་ར་ཤིས་ནི། ང་ཁྱེད་ག་ཤེད་རྒྱུ་ཟིག་ཡོད། ངི་བསམ་པ་བཞིན་དུ་ང་གནང་དང་ན། ཁྱེད་གི་ད་ང་གནང་མོའི་སུས་ཏོག་འདི་ངི་བསམ། མི་གནང་ན་ངས་མི་བསམ་ཛེ་དེའི་སྒོམ་ཆེན་པ་གི། ཡ། ཁྱོའི་རེ་བ་འདོད་པ་ཆི་ཟིག་རེད། ང་སྒོམ་ཆེན་པོའི་ཤོག་གི་བར་དཀྱིལ་དུ་མི་འཇུག་བྱེད་ཙིག་ཡིན་ན། ཨ་ངི་ཁྱོ་ཤི་ན་ཆོག་གོ་ཟེ་ཟིག། དེ་དུས་རྒྱལ་བོ་གི། ང་ནི་གྲོང་ཁྱེར་སེམས་ཀྱི་བློ་གྲོས་ཀྱི་རྒྱལ་བོའི་ཟླ་བའི་ཏེ་ཧོན་གི་བུ་ཆེ་བ་ཟླ་བའི་སངས་རྒྱས་ཟིག་གོ་ནོ་ཡིན། ང་ཁྱེད་གི་བུ་མོ་འདི་སྟེར་དགོས་གི་ཟེ་ཟིག། དེ་དུས་སྒོམ་ཆེན་པ་གི་འདག་སོང་མི་སྲིད། ཡ། རྒྱལ་བོ་ཁྱོས་ཅི་ཟེར། ཁྱོད་རིགས་རུས་བ་ལྟི་མོ་ཟིག་མཐོ་གི་ར་ཁྱོད་ནད་ཚུལ་གློ་ཚུལ་ཆུང་ནོ་གི་སྐྱོན་ཡོད་གི། ངའི་བུ་མོ་འདི་ཁྱོད་བཙུན་མོ་ཉན་ཅི་ཟིག་བྱེད་ཡོད། འདི་རྒྱལ་བོ་གི་རྒྱུད་པ་མ་རེད། ཧིག་དེ་ནད་འདིའི་ཁུངས་ངན་ནིར། ནགས་ཁྲོད་དབེན་པ་འདི་གི་བསྡད་བཞག་ཡིན། ད་ཤིང་ཏོག་རེ་ཐུལ་གྱི་མ་གཏོགས་པའི་གཞན་གང་ཡང་བྱ་བ་སྒྲུབ་ནོ་རིགས་མྱོང་ནི་མ་རེད། ཁྱད་པར་དུ་འདི་རྒྱུད་རྔམ་པ་དུད་འགྲོ་ཤ་མོའི་བུ་ཡིན་ནིར། ད་ཁ་ཡི་མོ་ཟིག་ཨ་སྐྱེས་ནི་ཟིག་རི་ཕྱི་མོ་དུ། རིགས་ངན་བུ་མོ་འདིས། རྒྱལ་བོ་ཁྱོད་རྒྱལ་སྲིད་གང་ལ་སྐྱོང་ཐུབ། དེ་བས་རྒྱལ་བོ་ཁྱོད་རང་གི་གནས་སུ་ཕྱི་ར་སོང་ར་འགྲིག་གི་ཟིག་ཟིག། དེ་དུས་རྒྱལ་བོ་གི་སྒོམ་ཆེན་པ་དེར་སྐད་མ་གསུངས་ཁྱེད་ཀྱི་ཅིག་ཉོན། ང་ནི་བུ་མོ་འདིའི་བཤད་ཀྱི་མཛེས་བ་ལ་ཆགས་ནས། ད་ངས་བཙུན་མོ་ལེན་དགོ་གི་ཟིག་གོ་ནས། རིགས་རུས་པ་ཁྱོད་རང་ཉེར་བརྒྱུད་དང་ལྡན་འགྲོ་ནས་བཙུན་མོ་ང་སྔོན་ཆད་ལྔ་བརྒྱ་ཙམ་ཟིག་ཡོད་གྲྭ་ངི་ཡིད་མ་འཚིམ་ནི། དེའི་སྟབས་ཀི་ཁྱེད་ཀི་བུ་མོ་འདི་བཙོང་གི་ཡོང་ནི་ཡིན། མི་སྟེར་སོང་གྱི་ཟིག་ཡོད་ན། ང་འདི་གི་སྐྱེ་བའི་ཤི་རྒྱུ་ཡིན། ང་ཤི་སོང་ན། ངི་ཡབ་ཡུམ་གཉིས་ཀའི་གཙོ་བོའི་ལས་སྐྱོང་བོ་ཟླ་བའི་གཞོན་ནི་མྱ་ངན་གི་ཁི་འཇོ་ནི། དེའི་སྒེར་རྩ། གྲོང་ཁྱེར་སེམས་ཀྱི་བློ་གྲོས་གི་གཙོ་བོའི་གནས། གྲོང་ཁྱེར་འབུམ་ཚོ་སུམ་ཅུ་སོ་དྲུག་གི་མི་ཞིག་ཐམས་ཅད་པོ་ཏི་སྒེར་རྩ་བསྡུར་དགོས་ནི། ཁྱད་པར་དག་བློན་པོ་ཨའོ་ན་འགའི་ར། རྔོན་པའི་བུ་ལ་སོགས་པ་སྡུག་བསྔལ་ཀི་ན་རེ། སྡུག་བསྔལ་བསམ་གྱིས་མི་ཁྱབ་པ་མགོ་ཐོག་བ་ཡོང་ནི། སྡུག་བསྔལ་ཀུན་གྱིས་སྡུག་པའི་རྩ་བ་དུ། ཁྱོད་ཀྱིས་བུ་མོ་འདི་ལེན་སོང་ནི། ཁྱོད་ཆེས་སྒྲིབ་པའི་གང་ཟག་ཟིག་ཡིན་ན། ད་སེམས་ཅན་གཞན་གྱི་སྡུག་བསྔལ་དང་དུ་ལེན་དགོས་ནི། དུ་ཨུ་རུ་ཛི་དེ། སྒོམ་ཆེན་བག་ཡ་ད་ཆོ་ཏི་མོ་ཟིག་ར་ཐིག་དོ་ན། ད་ཆོ་མི་བཞིན་ཁ་མའི་རི་ར་ར། ངའི་བུ་མོ་འདི་ནི། སྐྱབས་ནས་སྐོམ་ཆོག་གསུམ་ལ་སྐྱབས་སུ་སོང་བས་སྣང་བ་སངས་རྒྱས་པའི་རྗེས་སུ་འབྲང་དོ་ནི། ཁྱོད་ནི་ལྷ་གང་ཞིག་ལ་སྐྱབས་སུ་སོང་བས་ཕྱི་རོལ་བ་གི་རྗེས་སུ་འབྲང་ན། ཁྱི་གཉིས་ཀྱི་སྐྱབས་གནས་ཀྱི་ཤག་འཚག་ས་ཁ་ཁ་རི། དེ་ཡིན་ན་ངའི་བུ་མོ་འདི་རྒྱལ་ཁུལ་བ་ཆེ་ལས་སོང་ན། མངའ་ཐང་ལ་དར་རྒྱས་དང་འཁོར་འབངས་ལ་བདེ་སྐྱིད་ཡོང་རྒྱུ་ཤིན་ཏུ་དཀའ་མོད། རྒྱལ་བོ་ཁྱོད་ཡང། ཉི་མ་ནང་ཁ་ནས་བཟུང་སྟེ་དཀོན་མཆོག་ག་སྐྱབས་སུ་འགྱོད་རྒྱུ་ཡིན་ནིས། སྒེར་གཅིག་གི་ཁྲིམས་སྲུང་ཐུབ་ན། ངའི་ཞི་མོ་འདི་ཁྱོད་ཤིན་ཏང་ན་ཆོག་གོ་ཟེར་ནས་ཁས་བླངས་དང་གཟིགས། རྒྱལ་བོ་གི་ཡང། དེ་བཞིན་དུ་ནང་བ་སངས་རྒྱས་བའི་ཆོས་ལུགས་ལྟར་གི་རྒྱལ་ཁབ་སྐྱོང་རྒྱུ་ཁས་བླངས་ཡིན། སྒོམ་ཆེན་པ་དེའི་སྐུ་མདུན་གྱི་སྐྱབས་འགྲོ་སེམས་བསྐྱེད་ཀྱི་ལྷ་བཞག་ར། ཚངས་བུག་སྤྱོད་པའི་དགེ་བསྙེན་གྱི་སྡོམ་པ་ཡང་དག་པར་བྱས། འདི་ནས་བཟུང་སྟེ། ད་གྲོང་ཁྱེར་སེམས་བསྐྱེད་བློ་གྲོས་ཀྱི་རྒྱལ་པོ་ཟླ་བའི་སངས་རྒྱས་དེས། ད་ཕྱི་རོལ་བ་གི་ལུགས་ཐམས་ཅད་པོ་ཏོ་རེ། སྣང་བ་སངས་རྒྱས་པའི་ལུགས་བཞིན་དུ་སྐྱོང་སྦྱོང་གི་ལོག་གསུངས་སོ། དེ་ནས་བུ་མོ་དེ་ཡང། ཡབ་སྒོམ་ཆེན་པ་གི་སྐུམ་འདི་ན་ཤོག་སོང་ནས། ད་ཡབ་སྒོམ་ཆེན་པ་གི་ཞི་མོ་བྱས་ནས། བུ་མོ། ཁྱོད་ང་ན་སོ་ལོ་སོ་དགེ་བའི་ལུས་རྟེན་སོ་གི་ལག་རྟེན་ན་མེད་ཐུབ་ངོ་མི་མེད་ཀི་ར་ར། ཡིན་ན་ར་ད་ཁྱོད་རྒྱལ་བོ་འདིའི་བཙུན་མོ་ཡི་གི་མི་འཇོག་ཁ་མེད། མ་སོང་ན། རྒྱལ་བོ་འདི་སྐྱེ་བའི་ཤི་རྒྱུ་ཐག་ཆོད། རྒྱལ་བོ་འདི་གྲོངས་སོང་ན། དེའི་སྡུག་བསྔལ་གྱི་རྒྱལ་པོ་ཡབ་ཡུམ་དང་ཉེ་འཁོར་ཐམས་ཅད་གང་འབྱོར་ནུར་ཟས་གོ་གི། དེ་ཐམས་ཅད་ཀྱི་སྒེར་རྩ་གྲོང་ཁྱེར་སེམས་ཀྱི་བློ་གྲོས་ཀྱི་ཐོག་དྲངས་ཡས་གྲོང་ཁྱེར་འབུམ་ཚོ་སུམ་ཅུ་སོ་དྲུག་གི་མི་ཞིག་ཐམས་ཅད་པོ། ད་སྒེར་རྩ་བདུད་བྱི་ལའི་སྒོ་ནུར་ཟས་གོ་གི། ཁྱད་པར་དུ་ཨ་བོ་ནང་གི་ར་སྔོན་པོའི་བུ་ཉིད་ཀྱི་སྡུག་བསྔལ་གྱི་གཟིར་བ་ལ་སོགས་པའི་སྡུག་བ་ཐམས་ཅད་ཀྱི་རྩ་བ་ཨ་ཉིད་ཀྱི་མགོ་ཐོག་འཇོག་གོ་གི།